ད་ཁ་སང་གོང་དུ་ལེ་ཚན་སྔ་མའི་ནང་ལ་དུས་གསུམ་སྤྱི་བཏང་བ་དེ་ཞུས་གྲུབ་ནས་དེ་རིང་སྐབས་སུ་བབས་པ་དུས་གསུམ་བྱེ་བྲག་པ་དེ་མ་ཞུ་ཡ་ཡིན། དེ་ལ་ཡང་སྡོམ་བྱང་གི་དབང་དུ་བཏང་ན་སྙན་ཞུ་ཁྱེད་རང་འོད་ཟེར་གྱིས་བཏང་འཇུག་གི་བཀའ་ཁྲིད་གནད་ཀྱི་གྲོས་མེད་ལས་གསུངས་པ་ལྟར་དུ་བྱས་ནས་དེ་བྲིས་བཞག་ཡོད། སྤྱི་བཏང་ནས་དུས་གསུམ་སྤྱིའི་བྱེ་བྲག་ཐོར་བུ་ཁྱབ་མཉམ་ལ་ཡང་སྡོམ་བྱང་འདི། ཚོགས་ཀྱི་བླ་མ་ནོར་བུ་ཏིང་འཛིན་ཁོང་རང་གིས་བརྩམས་པའི་གི་སྡོམ་བྱང་ཡང་ཡོད་རེད་ཉི་ཤུ་མཁན་ར་བའི་གསེར་གྱི་སྡོམ་བྱང་ཡོད་རེད་དེ་ག་ནང་བཞིན་མཁས་པའི་དབང་པོ་རང་རང་སོ་སོས་སོ་སོའི་གི་ཚིག་ཅུང་ཟད་ཅུང་ཟད། བེད་སྤྱོད་སྟངས་སྟངས་མ་འདྲ་བ་མ་འདྲ་བ་སྡེབ་སྦྱོར་མ་འདྲ་བ་མ་འདྲ་བ་དེ་འདྲའི་གི་སྡོམ་བྱང་ཁག་ཁག་མང་པོ་ཡོད་རེད་ཡིན་ན་ཡང་ད་གཙོ་བོ།

ད་འོ་དེ་དུས་གསུམ་བྱེ་བྲག་པའི་སྡོམ་བྱང་བྱ་དེར། ད་དུས་གསུམ་བྱེ་བྲག་པའི་སྡོམ་བྱང་དེ་ལ། ཁྱད་པར་ག་ཚོད་ཡོད་རེད་ཟེར་ན་ཁྱད་པར་བཞི་ཡོད་ཁ་སང་གོང་དུ་དུས་གསུམ་སྤྱི་དང་བ་དེ་ལ་ཁྱད་པར། དྲུག། ཞུས་ཡོད། འོ་དེ་ནང་བཞིན་བྱས་ན་ད་ལྟ་དེ་ལ་ཁྱད་པར་དྲུག་མ་ཡིན་པ་ཞིག་ཁྱད་པར་བཞི་ཡོད། ད་ཁྱད་པར་བཞི་དེ་ག་རེ་ག་རེ་རེད་ཟེར་ན་བྱ་བ་དང་ནི་བཟླས་པ་ཕོ་ཡིས་ཕུལ་ཟེར་དུས་ཁྱད་པར་གཅིག་བྱས། རྗེས་གཟིགས་ཕལ་ཆེར་ཕུལ་རྗེས་མེད་པ་དང་ཟེར་དུས་ཁྱད་པར་གཉིས་པ་དེའི་རྗེས་སྐབས་སྐར་འདས་དང་སྐུ་ཚིགས་གཉིས་པོ་ནི་རྗེས་འཇུག་ས་ཡིས་བསྐྱངས་པའི་སྟོན་པ་དང་ཟེར་ཏེ་ཁྱད་པར་གསུམ་པ་བྱེད། འདི་ནི་མགོ་ཅན་མང་བའི་སྡེ་ཚན་ནོ་ཟེར་དུས་ནི་ཁྱད་པར་བཞི་པ་ཡིན། དེའི་འདུ་ས་ནི་ཁྱད་པར་དང་པོ། ནི་ཁྱད་པར་གཉིས་པ་ད་ཚིག་རྐང་དང་པོ་དེའི་ཆ་ཚང་ཁྱད་པར་དང་པོ་དེའི་སྟེང་གི་ཡོད་རེད་ཚིག་རྐང་གཉིས་པ་དེའི་ཆ་ཚང་ཁྱད་པར་གཉིས་པ་སྟེང་གི་ཡོད་རེད། ཚིག་རྐང་གསུམ་པ་དང་ཚིག་རྐང་བཞི་པ་གཉིས་བསྡོམས་ནས་ཁྱད་པར་བཞི་པ་སྟེང་གི་ཡོད། འདི་ཚིག་རྐང་ཐ་མ་ཚིག་རྐང་ལྔ་པ་འདི་གི་ནི་ཁྱད་པར་ལྔ་པ་སྟེང་གི་ཡོད་འོག་ཏུ་སྤྱི། གོང་དང་ནོར་སོགས་དང། ཁྱད་པར་འདི་གི་ཁྱད་པར་བཞི་པ་མ་ཡིན་པ་བཅས་ཁྱད་པར་གསུམ་པ་སྟེང་གི་ཡོད། ནི་ཐ་མ་ཚིག་རྐང་ལྔ་པ་འདི་གི་ཁྱད་པར་བཞི་པ་དེ་མ་སྟེང་གི་ཡོད། ད་དེ་འདྲའི་སྤྱི་ནི་ཁ་ནོར་མང་པོ་ཤོར་འགྲོ་གི་འདུག་ཨ། འོག་ཏུ་སྤྱི་དང་པོ་འདི་འདྲའི་སྤྱི་ནི་མཁྱེན་པ་བཅས། ད་ཚིག་རེ་རེ་བཞིན་དུ་མ་ཞུས་པ་ཡིན་ན་བྱ་བ་དང་ནི་བཟླས་པ་ཕོ་ཡིས་ཕུལ་ཟེར་དུས་ད་ཡང་འདི་ལ་བྱ་བ་ཟེར་ཏེ་ཐོག་མར། འདི་བྱ་བ་ཟད་དེ་ག་བ་གོ་གོ་རེད་ཟེར་ན་ཁ་ཚང་གོང་དུ་བྱ་ཚིག། མ་ནིང་བྱེད་པ་མོ་ཡིས་ཕུལ་ཟེར་ནས་བྱ་ཚིག་མ་ནིང་ཟེར་བྱ་ཚིག་ཟེར་ཆོག་གོ་འདི་དང་དེ་རིང་སྐབས་སུ་བབ་པ་བྱ་བ་ཟད་གཉིས་དོན་དག་གཅིག་པ་གཅིག་རྐྱང་རེད། དོན་དག་ལ། བྱ་བ་བྱ་རྒྱུ་སྟོན་པའི་གི་ཚིག་ལས་ཚིག་མ་འོངས་པ་གཅིག་ལ་གོ་གོ་རེད་འདི་ཡང་བྱ་བ་ཟད་དེ་ཁ་ཚང་གོང་དུ་སྤྱིར་བྱ་བ་གི་གོ་དོན་དང་བྱ་བའི་གི་དབྱེ་བ་ལ་སོགས་པ་བྱ་བྱེད་ཐ་དད་པའི་བྱ་བ་དང་བྱ་བྱེད་ཐ་མི་དད་པའི་བྱ་བ་བྱེད་འབྲེལ་གྱི་བྱ་བ་བྱེད་མིན་གྱི་བྱ་བ་ལ་སོགས་པ་སྤྱིར་བྱ་བ་ཤེས་པ་གིས་བྱ་བ་དེ་ལ་གོ་ཡ་རེད་པས་ན་རྩ་བ་ཉིད་ནས་གོ་ཡ་ཡོག་མ་རེད། སྤྱིར་བྱ་བ་ཤེས་པའི་གིས་བྱ་བ་དེ་ལ་གོ་སོང་བ་ཡིན་ན་དེ་ནི་འབད་དགོས་ར་བཅུ་དྲུག་འདི་བྱ་བ་བྱེ་བྲག་པ་ག་རེ་ལ་གོ་དགོས་ར་ཟེར་ན་བྱ་ཚིག་མ་འོངས་པ་ལ་གོ་དགོས་རེད་འདི་ད་ག་ཚང་གོང་དུ་ཡང། བྱ་ཚིག་མ་ནིང་བྱེད་པ་མོ་ཨིས་བུལ། བརྗོད་བདེར་བྱེད་ཚིག་མ་ནིང་རྒྱུར་ཡང་སྲིད་ཟེར། ལས་ཚིག་ད་ལྟ་བ་སྟོན་བྱེད་ཀྱི་སྒྲ་འདི་ལ། བྱེད་ཚིག་ཡང་ལབ་ཀྱི་ཡོད་རེད་བྱེད་པ་ཡང་ལབ་ཀྱི་ཡོད། དེ་ཚོ་ནི་སྒྲ་གཉིས་བོད་སྤྱི་དང་དེ་ནང་བྱེད་ཀྱི་ནི། ལས་ཚིག་མ་འོངས་པ་སྟོན་བྱེད་ཀྱི་སྒྲ་འདི་ལ་ཡང། དུས་གསུམ་སྤྱི་བྱེ་བྲག་ཐོར་བུ་ཁྱབ་སྙམ་ཤེས་པའི་སྐབས་སུ། ལས་ཚིག་མ་འོངས་པ་སྟོན་པའི་ཀྱི་སྒྲ་འདི་ལ་ཡང། བྱ་ཚིག་ཡང་ལབ་ཀྱི་ཡོད་རེད་ལ། བྱ་བ་ཡང་ལབ་ཀྱི་ཡོད་ད་ཕྲ་གཉིས་ཀ་ག་རེ་བོད་སྤྱིར་བཏང་ན་ཡང་འགྲིག་གོ་དོན་དག་ལ། ཁ་སང་གོང་དུ་དུས་གསུམ་སྤྱི་བཏང་བའི་སྐབས་སུ་བྱ་ཚིག་ཟེར་ནས་བོད་སྤྱིར་བཏང་ཡོད་རེད་ད་ལྟ་སྐབས་སུ་བབས་པ་དུས་གསུམ་བྱེ་བྲག་པའི་སྐབས་སུ་བྱ་བ་ཟེར་ནས་བོད་སྤྱིར་བཏང་རེད་དོན་དག་ལ། ཁ་སང་བྱ་ཚིག་ཟེར་བ་དེ་དང་དེ་རིང་བྱ་བ་ཟེར་བ་གཉིས་ཀ་ཡང་བྱ་བ་བྱ་རྒྱུ་སྟོན་པའི་ཚིག་ལས་ཚིག་མ་འོངས་པ་ལ་གོ་གོ་རེད།

འདི་དུས་གསུམ་བྱེ་བྲག་པ་བཞི་ཆར་དང། དུས་གསུམ་བྱེ་བྲག་པ་དེ་ལ་ཡང་ད་དུས་གསུམ་ཡོད་ར་བ་དུས་གསུམ་བྱེ་བྲག་པའི་གི་དུས་མ་འོངས་པ་དུས་གསུམ་བྱེ་བྲག་པའི་གི་དུས་འདས་པ་དུས་གསུམ་བྱེ་བྲག་པའི་གི་དུས་ད་ལྟ་བ་ཟེར་ནས་དུས་གསུམ་ཡོད་པའི་ནང་ནས་དུས་གསུམ་བྱེ་བྲག་པའི་གི་དུས་མ་འོངས་པ་དེ། བྱ་ཚིག་དེ་བྱ་བ་དེ་སྔོན་འཇུག་ག་རེ་གི་འཕུལ་དགོས་ཡོད་ཟེར་ན་སྔོན་འཇུག་པོ་བ་ཡིག་གི་འཕུལ་དགོས་ཡོད། ཨ་དུས་གསུམ་བྱེ་བྲག་པའི་གི་དུས་འདས་པ་དེ་སྔོན་འཇུག་ག་རེ་གི་འཕུལ་དགོས་ར་ཟེར་ན་སྔོན་འཇུག་པོ་བ་ཡིག་གིས་འཕུལ་དགོས་ཡོད་ཕོ་ཡིག་འཕུལ་ཟེར་དེ་གཉིས་ཀ་རེད། བྱ་བ་དེ་ཡང་ཕོ་ཡིག་འཕུལ་འདས་པ་དེ་ཡང་ཕོ་ཡིག་འཕུལ་དོན་མདོར་བསྡུས་ན་དུས་གསུམ་བྱེ་བྲག་པའི་གི། མ། ལས་ཚིག་མ་འོངས་པ་དང་ལས་ཚིག་འདས་པ་འདི་གཉིས་ཀ་སྔོན་འཇུག་ག་རེ་ཡིན་པའི་ཁྱབ་པ་ཡོད་རེད་ཟེར་ན་སྔོན་འཇུག་འཕོ་བ་ཡིན་པའི་ཁྱབ་པ་ཡོད་རེད་ཟེར། ད། ལས། དུས་གསུམ་བྱེ་བྲག་པའི་གི་ལས་ཚིག་མ་འོངས་པའི་སྔོན་འཇུག་ཡང་འཕོ་བ་ཡིག་རེད། དུས། དུས་གསུམ་བྱེ་བྲག་པའི་གི། དུས་འདས་པ། འདས་ཚིག་ལས་ཚིག་འདས་པ་དེ་གི་སྔོན་འཇུག་ཡང་འཕོ་བ་ཡིག་ཡིན། འོ་འདུག་ཅེ་ནས་ཁྱད་པར་ཅན། ད་ཁ་སང་གོང་དུ་དུས་གསུམ་སྤྱི་དང་བ་དང་ཁྱད་པར་ད་ལྟོ་སྦྱར་ནས་མ་ཞུས་པ་ཡིན་ན་དུས་གསུམ་སྤྱི་དང་བའི་སྔོན་འཇུག་ཕོག་བ་ཡིན་པ་དེ་ག་རེ་སྡེ་ཚིག་ཁོ་ནར་བ་པ་དེ་ལས་གཞན་སྡེ་ཚིག་ཕོ་ཡིས་ཕུལ་ཟེར་དུས་པ་དེ་ལས་གཞན་དུ་གྱུར་པའི་གི་སྡེ་ཚིག་ཆ་ཚང་ཕོ་བ་ཡིག་གིས་ཕུལ་བ་ཟིན་དུས་དུས་གསུམ་བྱེ་བྲག་པ་དང་དུས་གསུམ་སྤྱི་དང་བ་གཉིས་སྡེ་ཚིག་དེ་ཕོ་ཡིས་ཕུལ་བ་ཡིན་པ་གཅིག་པ་རེད་ཡིན་ན་ཡང་ཁ་སང་དུས་གསུམ་སྤྱི་དང་བ་ཞེས་ཡོང་དུས། བྱ་བ་ཟེར་ན་འདྲ་བྱ་ཚིག་ཟེར་ན་འདྲ་ལས་ཚིག་མ་འོངས་པ་དེ་ཕོ་བ་ཡིག་གིས་ཕུལ་ཟེར་ནས་བཤད་ཡོད་མ་རེད་བ། བྱ་ཚིག་མ་ནིང་ཟེར་ནས་ཁ་ཚང་གོང་དུ་དུས་གསུམ་སྤྱི་དང་བའི་གི་ལས་ཚིག་མ་འོངས་པ་དེ་གི་སྔོན་འཇུག་ག་རེ་ཟེར་ན་མ་ནིང་ག་ད་གཉིས་པོ་གང་རུང་གི་ཕུལ་གི་ཡོད་ཟེར་ནས་ད་དེ་ཡི་ཁྱད་པར་ཡོད། ད་དུས་གསུམ་བྱེ་བྲག་པ་དེ་སྐབས་སུ་སྡེ་ཚིག་དེ་ཕོ་ཡིས་ཕུལ་བ་མ་མ་ཟད་ནི་བྱ་བའམ་བྱ་ཚིག་གམ་ལས་ཚིག་མ་འོངས་པ་དེ་ཡང་ཕོ་རང་གིས་ཕུལ་གི་ཡོད། འོ་འདུག་བྱས་ནས་ད་དེ་ཁྱད་པར་དང་པོ་དེར་ད་གཅིག་པར་དུ་བ་ཕུལ་ཟེར་དུས་དེ་སྔོན་དུ་འཇུག་པའི་དོན་དང་ར་བ་མགོ་འདྲེན་བྱེད་པའི་དོན་དང། ད་ཅི་དང་ཕོ་ཡིས་ཕུལ་ཟེར་དུས་བྱ་ཚིག།

ཞུས་ཟིན་པ་ཆེ་སྔོན་འཇུག་ཕོག་བ་ཡིན། ད་ག་རེ་ལྷག་ཡོད་ཟེར་ན་ད་ལྟ་བ་ལྷག་ཡོད་རེད་ཇེ་ཚིག་སུས་དེ་ཁ་སང་གོང་དུ་ཞུས་པ་ནང་བཞིན་བྱ་བ་བྱེད་བཞིན་པ་སྟོན་པའི་གི་ཚིག་ཨཱ་ལས་ཚིག་ད་ལྟ་བ་དེ་ལ་གོ་གི་རེད། ཇེ་ཚིག་དེ་ཕལ་ཆེར་ཕུལ་བྱེད་མེད་པ་དང་ད་དུས་གསུམ་བྱེ་བྲག་པའི་གི་དུས་ད་ལྟ་བ་དེ་ཕལ་ཆེ་བ་ལ་ག་རེ་ཡོད་མ་རེད་ཟེར་ན་ཕུལ་བྱེད་མེད་པ་ཡིན། ཕུལ་བྱེད་མེད་པ་ཟེར་ན་སྔོན་འཇུག་མེད་པ་ཡིན་མགོ་འདྲེན་མཁན་མེད་པ་ཡིན། སྔོན་དུ་འགྲོ་མཁན་སྔོན་འཇུག་ཡོད་མ་རེད་ཟེར་བའི་དོན་དག་རེད།

ད་གསུམ་པ་དེ་ཀར་སྐབས་ཀར་སྡེ་དང་སྐུ་ཚིགས་གཉིས་པོ་ནི་རྗེས་འཇུག་ས་ཡིག་རྐྱང་པའི་སྟོན་པ་དང། ད་དེ་གསུམ་པ་དེར་བ། ད། དུས་གསུམ་བྱེ་བྲག་པའི་གི། སྐབས་འགའ་ཞིག་ལ་དུས་གསུམ་བྱེ་བྲག་པའི་གི། བྱ་ཚིག་གི་ནང་ཚན་འགའ་ཞིག་ལ་ག་རེ་ཡོད་རེད་ཟེར་ན། སྡེ་པ་དང་སྐུ་ཚིགས་གཉིས་པོ་དེ་སོང་རེད། རྗེས་འཇུག་ས་ཡིག་རྐྱང་པའི་སྟོན་པ་དང། ད་སྤྱི་དང་དུས་གསུམ་བྱེ་བྲག་པའི་གི་སྡེ་ཚིག་དང། དུས་གསུམ་བྱེ་བྲག་པའི་གི། སྐུ་ཚིགས་གཉིས་པོ་དེ། གཙོ་བོ་ག་རེའི་ཤུགས་ཀྱིས་བསྟན་གྱི་ཡོད་རེད་ཟེར་ན་ཡང་འཇུག་ས་ཡིག་གི་སྟོབས་ཀྱིས་བསྟན་གྱི་ཡོད་ཡང་འཇུག་ས། དེའི་སྟོབས་ཀྱིས་སྟོན་གྱི་ཡོད། ཡིན་ན་ཡང་ད་དུས་གསུམ་བྱེ་བྲག་བོད་ཀྱི་སྡེ་ཚིག་དང་སྐུ་ཚིག་ཡིན་ན་ཡང་འཇུག་ས་ཡི་ཁྱད་པར་ཕྱེས་ནས་ཡང་འཇུག་ས་ཡི་སྟོབས་ཀྱིས་བསྟན་པའི་ངེས་པ་ཡོད་རེད་ཟེར་ན་ཡོད་མ་རེད་བྱེས་འཇུག་ས་ཡིག་ཁོ་རང་གཅིག་པོ་གི་སྟེང་ནས་བྱེས་འཇུག་ས་ཡིག་རྐྱང་པ་གཅིག་གི་ཐོག་ནས།

འདི་གསུམ་པོ་ལ་མགོ་ཅན་ཟེར་རོ། དེ་ལྟ་བུའི་མགོ་ཅན་ཧ་ཅང་མང་པོ་ཡོད། ད་དེ་ལ་ཡང། མང་བ་ཟེར་བའི་དེ་གི་ཡང་དོན་དག་ག་རེ་བསྟན་གི་རེད་ཟེར་ན། དུས་གསུམ་བྱེ་བྲག་པ་ཡིན་ན། མགོ་ཅན་ཡོད་པའི་ངེས་པ་ཡོད་རེད་བས་ཟེར་ན་ཡོད་མ་རེད། དུས་གསུམ་བྱེ་བྲག་པ་རྣམས་ལ་མགོ་ཅན་ཡོད་པ་ཧ་ཅང་གི་མང་པོ་ཡོད། ཡིན་ན་ཡང། དུས་གསུམ་བྱེ་བྲག་པ་ཡིན་ན་མགོ་ཅན། ཡོད་པ་ཡིན་པའི་ཁྱད་པ་ཡོད་རེད་ཟེར་ན་ཡོད་མ་རེད་མགོ་ཅན་མེད་པའི་གི། དུས་གསུམ་བྱེ་བྲག་པ།

དུས་གསུམ་བྱེ་བྲག་པ་ཙི་ཡིན་ས་ནས་བཟུང་སྟེ་ཁྱོད་ཀྱིས་མ་འོངས་པ་དེ་དང་ཁྱོད་ཀྱི་འདས་པ་གཉིས་པོ་དེ་སྔོན་འཇུག་དེ་འཕོ་བ་ཡིན་པའི་ཁྱབ་པ་ཡོད་རེད་མ་འོངས་པའི་སྔོན་འཇུག་འཕོ་བ་ཡིན་པའི་ཁྱབ་པ་ཡོད་རེད་འདས་པའི་སྔོན་འཇུག་འཕོ་བ་ཡིན་པའི་ཁྱབ་པ་ཡོད་རེད་འོ་དེ་མ་ཡིན་པ་ཡིན་ན་དུས་གསུམ་བྱེ་བྲག་པ་མ་ཡིན་ཟེར་དུས་གསུམ་བྱེ་བྲག་པའི་གེགས་སྡེ་ཚན་ནང་ལ་ཚུར་བླུག་ཡ་ཡོད་མ་རེད་དེ་ཚོ་ནི་མ་འོངས་པ་དང་འདས་པ་གཉིས་པོའི་སྔོན་འཇུག་དེ་འཕོ་བ་ཡིན་པ་ཆེ་ཡང་ད་ལྟ་བའི་སྔོན་འཇུག་དེ་འཕོ་བ་མ་ཡིན་གྱི་འཇུག་འགོ་རེད་གཞན་པ་ག་རེ་ཡིན་ན་ཡང་འགྲིག་གི་གཞན་པ་མ་ནིང་ག་ད་ཨ་ནི་མོ་ཧ་འདི་གསུམ་པོ་ཡོང་ཆོག་གི་རེད། དུས་གསུམ་བྱེ་བྲག་པའི་བྱེད་ཚིག་འདི་ལ། ད་ལྟ་བ་འདི་ལ། ཡིན་ན་ཡང་དུས་གསུམ་བྱེ་བྲག་པའི་གི་བྱེད་ཚིག། ཟེར་ན་ཡང་འདྲ་ད་ལྟ་བ་ཟེར་ན་འདྲ་དེ་ལ་སྔོན་བྱུང་ཕོ་བ་ལས་ན་འགྲིག་གི་མ་རེད། བ་ལས། ལས་སོང་བ་ཡིན་ན་དེ་ནི་དེ་མ་འོངས་ད་ལྟ་དུས་གསུམ་ག་གི་སྔོན་བྱུང་ཕོ། སྔོན་བྱུང་བ་ཆགས་འགྲོ་གི་རེད་དེ་འདྲ་ཆགས་ན་ཡང་དུས་གསུམ་ཐོར་བུ་ནང་ལ་བཏང་དགོས་རེད་མ་གཏོགས་དུས་གསུམ་ཐོར་བུ་གི་བྱེ་བྲག་ཅིག་ཆགས་བསྡད་རེད་མ་གཏོགས་དུས་གསུམ་བྱེ་བྲག་པའི་གི་བྱེ་བྲག་ཆགས་གི་མེད། འོ་འདུག་ཅི་འདྲ་ཞིབ་ཆ་ཆེ་བཞག་ན། དུས་གསུམ། བྱེ་བྲག་པ་དང་དུས་གསུམ་ཐོར་བུ་གཉིས་པོ་དེ་ཡང་མ་འདྲེས་པ་ཅན་ནི་སྡེ་ཚན་སོ་སོ་ས་མཚམས་ཕྱེད་གོ་རུ་བ། འདི་འདྲེས་ཀྱི་ཆེད་དུ་མ་ཕྱེད་ཤར་ད་དོན་དག་ལ་ཡང་སོ་སོ་གི་ལུགས་གཉིས་འགྲོ་ན་ད་ལུགས་མ་ཕྱོགས་གལ་ཡོད་མ་རུ་བ་གཙོ་བོ་གཙོ་བོ་དེ་དག་ཆ་ཡག་པོ་ཡར་རྒྱས་འགྲོ་ཡ་ཆེད་དུ་གཅིག་པོ་བཞི་རུ་བ། འོ་དེ་ཡིན་པ་བྱས། ད་དེའི་རྗེས་སུ་ཁྱད་པར་གཉིས་པ་ད་དེ་ཁྱད་པར་དང་པོ་དེ་ག་རེ་བྱ་བ་དང་ནི་འདེབས་པ་ཕོ་ཡིས་ཕུལ་ཟས་དེ་ཅུང་ཟད་རིང་པོ་བཟོ་ཤར་བྱ་བ་དང་ནི་འདེབས་པ་སྔོན་འཇུག་ཕོ་བ་ཡིག་གིས་ཕུལ་བ་ཡིན་པ་ད་དེ་ལ་ཡང་བྱ་བ་ཟས་དེ་ལས་ཚིག། མ་འོངས་པ་དང་སྡེ་པ་ཟེར་དུས་ལས་ཚིག་སྡེ་པ་ལ་གོ་གི་འདུག་ད་ཚིག་མང་པོ་བྲིས་མོ་གོ་ཅེས་ད་ལྟ་སྐབས་སུ་བབས་པ། དུས་གསུམ་སྤྱིའི་བྱེ་བྲག་ཐོར་བུ་ཁྱབ་མཉམ་ཟེར་སྡེ་ཚན་གྱི་སྐོར་ནས་དབྱེ་ཡོང་དུས་ཡང་ཁོ་རང་གིས་དུས་གསུམ་གྱི་ཐ་སྙད་འདི། བྱ་ཚིག། བྱ་ཚིག། བྱེད་ཚིག། སྡེ་ཚིག་ཟེར་ནས་འདིའི་ཐ་སྙད་འདི་བྱས་ཡོང་གི་རེད་བ་ཡང་ན་བྱ་བ། བྱེད་པ། སྡེ་པ་ཟེར་ནས་འདི་བསྡུ་བ།

སྐད་རྒྱག་དགོས་བ་ནང་བཞིན་བྱས་ནས་ང་ཚོ་གཞུང་ལུགས་བཤད་དུས་ཡིན་ན་ཡང་གཞུང་ལུགས་སོ་སོ་སོ་སོ་གི་བརྡ་ཆད་ཀྱི་ཐོག་ནས་སྐད་ཀྱི་ཐོག་ནས་བཤད་དགོས་བ་ནང་བཞིན་ད་ལྟ་དུས་གསུམ་སྤྱིའི་བྱེ་བྲག་ཐོར་བུ་ཁྱབ་མཉམ་བཤད་དུས་སྐབས་སུ་ཡིན་ན་ཡང་ད་དུས་གསུམ་གྱི་བརྡ་ཆད་དེ་ཡང་བྱ། བྱེད། འདེད། བསྐུལ། དེ་གི་བྱ་བྱེད་འདེད་བསྐུལ་ཟེར་ཡག་གི་ཐ་སྙད་དེ་གི་ཐོག་ནས་བཤད་ཀྱི་ཡོད་བ་སོང་ཙང་དེ་ལ་ངས་དེ་ག་རང་བྲིས་བཞག་ཡོད་ད་ཧ་མ་འོ་གེ་མི་འདུག་བ། ད་གཉིས་པ་དེ་ག་རེ་ཟེར་ན་བྱེད་ཚིག། བྱེད་ཚིག་ཕར་བྱེད་ཕུར་བྱེད་སྔོན་འཇུག་མེད་པ་ཡིན་པ། ད་བྱེད་ཚིག་ཟེར་ན་ཡང་འདྲ་དུས་གསུམ་བྱེ་བྲག་པའི་གི་ད་ལྟ་བ་དེ་ཕལ་ཆེ་བ་དེ་མང་ཆེ་བ་དེ་ཕུལ་བྱེད་ཟེར་ན་ཡང་འདྲ་སྔོན་འཇུག་ཟེར་ན་ཡང་འདྲ་དོན་དག་གཅིག་པ་རེད་ཕུལ་བྱེད་སྔོན་འཇུག་དེ་རྩ་བ་ཉིད་ནས་མེད་པ་ཡིན་པ་ཅིག་ཡིན་དགོས་རེད་གསུང་ད་དེ་ཕལ་ཆེར་ཟེར་ཡ་དེ་གི་ཤུགས་ལ་གར་བསྟན་དགོས་ཟེར་ན་དུས་གསུམ་བྱེ་བྲག་པའི་གི་ཡང་བྱེད་ཚིག་ཡིན་པ་ལ་ཕུལ་བྱེད་ཡོད་མཁན་ཡང་ཡོད་རེད་གཉིས་པ་དེ་བྱེད། གསུམ་པ་དེ་སྐབས་འགར་ག་འདེ་ཀུལ་གཉིས་པོ་དེ་བྱེད་འཇུག་ས་ཡིག་རྐྱང་པའི་སྟོན་པ་ཡིན་པ་ཟེར་ད་ཀྱི་གོང་དུ་འགྲེལ་བཤད་ཞུས་ཡིན་པ་དེ་ག་རང་རེད་བཞི་པ་དེ་གར་ཟེར་ན་མགོ་ཅན་མང་བའི་སྡེ་ཚན་ཡིན་པ་ཟེར་ད་ཀྱི་དེ་ལ་འགྲེལ་བཤད་ཞུས་ཡིན་པ་འོ་དེ་གཅིག་པ་གཅིག་རྐྱང་རེད། འོ་འདུག་བྱས་ནས་ད་ཁྱད་པར་རྣམ་པ་བཞི་དང་པོ་གཉིས་པ་གསུམ་པ་བཞི་བ་བཅས་འདིའི་ཁྱད་པར་རྣམ་པ་བཞི་ཅན། ད་དུས་གསུམ་བྱེ་བྲག་པ་ད་དེ་ལྟ་བུའི་གི་ཁྱད་པར་བཞི་དང་ལྡན་པའི་དུས་གསུམ་བྱེ་བྲག་པ་དེ་ལ་ད་ནང་གསེང་གི་དབྱེ་བ་ཕྱེ་ཡོང་དུས་སྡེ་ཚན་རིགས་མི་འདྲ་བ་ག་ཚོད་ཡོད་རེད་ཟེར་ན་སྡེ་ཚན་རིགས་མི་འདྲ་བ་གསུམ་ལེགས་ཡོད་ད་དེ་ངས་བྲིས་བཞག་ཡོད་སྡེ་ཚན་དང་པོ་སྡེ་ཚན་གཉིས་པ་སྡེ་ཚན་གསུམ་པ། སྡེ་ཚན་དང་པོ་དེ་ག་འདྲས་རེད་ཟེར་ན་བྱ་བ་དང་ནི་བདེ་བ་ཕོ་ཡིས་ཕུལ་ཞིང་བྱེད་ཚིག་ཕུལ་བྱེད་མེད་པ། འོ་འདུག་བྱས་ནས། སྡེ་ཚན་དང་པོ་དེ་བྱེད། ད་སྡེ་ཚན་གཉིས་པ་དེ་གར་སོང་ན་བྱ་བ་དང་ནི་སྡེ་པ་ཕོ་ཡིས་ཕུལ་ཞིང་ཡང་བྱེད་ཚིག་ཕུལ་བཅས་ཡོད་པ། ད་འདི་གཉིས་ལ་སྡེ་ཚན་དང་པོ་གཉིས་པ་གཉིས་ལ་ཁྱད་པར་ག་རེ་ཡོད་ཟེར་ན། དང་པོ་དེ་བྱ་བ་དང་ནི་སྡེ་པ་ཕོ་ཡིས་ཕུལ་བ་ཡིན་པ་དེ་གཉིས་ཀ་གཅིག་པ་རེད། ཡིན་ན་ཡང་ཁྱད་པར་ག་བ་འཇུག་གི་རེད་བྱེད་ཚིག་ཕུལ་བཅས་མེད་པ་ཡིན་པ་དང་བྱེད་ཚིག་ཕུལ་བཅས་ཡོད་པ་ཡིན་པ། ཨོ་དེ་ཁྱད་པར་རྣམ་པ་གཉིས་དེ་དེ་ནས་བྱུང་གི་ཡོད་ཟེར་དུས་བྱེད་ཚིག་ཕལ་ཆེར་ཕུལ་བཅས་མེད་པ་ཟེར་ད་དེ་ལ་རིགས་གཉིས་ཡོད་རེད་བ་བྱེད་ཚིག་ཕུལ་བཅས་མེད་པའི་རིགས་གཅིག་དང་བྱེད་ཚིག་ཕུལ་བཅས་ཡོད་པའི་རིགས་གཅིག་རྣམ་པ་གཉིས་ལས་དགོས་རེད་བ་དེ་ལ་དེ་ཡིན་དུས་ད་ནི་དེ། དབྱེ་བ་གཉིས་ལས་གོ་རྟགས་འདི་དབྱེ་བ་གཉིས་ཁོ་རང་རང་བཞིན་གྱི་ལེའོ་ར་ངའི་སྲོལ་བཞག་པའི་སྐད་ཆ་མ་རེད་འདི་སྡོམ་བྱང་གཞི་ཆ་ཅན་དུ་དབྱེ་བ་གཉིས་ལས་འདི་གོ་རྟགས་འདི་དབྱེ་བ་གཉིས་ཁོ་ཁ་ཁ་ཆད་སོང་ཡིན་ན་རྟགས་འདིའི་སྡོམ་བྱང་འདི་ལ་གོ་བ་གསར་བོ་གསར་རྐྱང་གཙང་མ་གཙང་རྐྱང་རེད་འགྲོ་གོ་རོ། རྟགས་འདིའི་རྗེས་སུ་སྡེ་ཚན་གསུམ་པ་དེ་གར་སོང་ན་སྐབས་འགར་སྡེ་དང་སྐུ་ཚིགས་གཉིས་པོ་བྱེ་འཇུག་ས་ཡིག་རྐྱང་པའི་སྟོན་པ་ཡིན་པ། རྟགས་འདི་སྡེ་ཚན་གསུམ་པ་སྡེ་ཚན་གསུམ་པ་དེ་རེད་བ་དེ། སྐབས་འགར་སྡེ་དང་སྐུ་ཚིགས་གཉིས་པོ་བྱེ་འཇུག་ས་ཡིག་རྐྱང་པའི་སྟོན་པ་འདི་སྡེ་ཚན་གསུམ་པ་དེ་རེད། ད་སྡེ་ཚན་གསུམ་པ་དེ་ཡང། ད་ལྟ་གོང་དུ་ཞུས་པ་ནང་བཞིན་བྱས་ནས་བྱ་བ་བཏང་ནས་སྡེ་པ་ཕོ་ཡིས་ཕུལ་ཞིང།

འོག་ཏུ་བྱས་ནས་ད་ད་ད་དེ་ངོ་སྤྲོད་ཙམ་བྱས། ད་དེའི་རྗེས་སུ་སྡེ་ཚན་རེ་རེ་རེ་རེ་བཞིན་དུ་དེ་དཔེར་བརྗོད་བྲིས་ནས་ཡང་དེ་རེ་རེ་རེ་རེ་བཞིན་དུ་མཁས་པར་བཞི་པོ་དེ་བརྩི་ཡ་དང་འགྲེལ་བཤད་ཁོ་རིམ་པ་བཞིན་དུ་ཞུས་ཡོང་དུས་ག་ལེ་ག་ལེ་མ་མཐའ་མ་ལས་ཡོང་དུས་གཙང་མ་གཙང་རྐྱང་ཆགས་འགྲོ་གི་ཡོད། འོ་ད་གོང་དུ། དུས་གསུམ་བྱེ་བྲག་པའི་གི་སྡོམ་སྦྱང་འདི་གི་དོན་དག་དང། དུས་གསུམ་བྱེ་བྲག་པའི་གི་ཁྱད་པར་བཞི་པོ་དང། དུས་གསུམ་བྱེ་བྲག་པའི་གི་ནང་གསེས་ཀྱི་རྩ་བའི་དབྱེ་བ་སྡེ་ཚན་གསུམ་པོ་དེ་རེ་རེ་བཞིན་དུ་འགྲེལ་བཤད་ཞུས་ནས་ད། བྱེ་བྲག་ཏུ་བཀར་ནས་དུས་གསུམ་བྱེ་བྲག་བོད་ཀྱི་སྡེ་ཚན་དང་པོ། ད་སྡེ་ཚན་དང་པོ་དེ་ལ་ཡང། སྡེ་ཚན་དང་པོ་དེ་གར་ཆགས་འདི་བར་ཟེར་ན་བྱ་བ་དང་ནི་སྡེ་པ་ཕོ་ཡི་བུ་བཞིན་བྱེད་ཚིག་ཕུལ་བྱེད་མེད་པ། ད་སྡེ་ཚན་དང་པོ་དེ་དེ་རེད། ད་དེ་ལྟ་བུའི། སྡེ་ཚན་དང་པོ་དེ་ལ་ཡང་ནང་གསེས་ཀྱི་དབྱེ་བ། ཕྱེས་སོང་བ་ཡིན་ན་ཞིབ་ཆ་ཕྱེས་ན་མགོ་ཅན་ཡོད་པ་དང་མདོག་ཅན་ཡོད་པ་དང། འགོག་ཅན་དང་མདོག་ཅན་གཉིས་ཀ་ཡོད་པ་དང། མགོ་ཅན་མདོག་ཅན་གང་ཡང་མེད་པ་རྐྱང་པ་ཟེར་ནས། རིགས་མི་འདྲ་བ་རྣམ་པ་བཞི་ཕྱེས་བཞག་ན་དེ་ཡང་གསལ་བོ་ཆགས་འགྲོ་གི་རེད། ད་དེ་དང་པོ་དེ་ལ་མགོ་ཅན་རེ་དང་མགོ་ཅན། བྱ་བ་དང་ནི་སྡེ་པ་ཕོ་ཡིས་ཕུལ་ཞིང་བྱེད་རྩིས་ཕུལ་བྱེད་མེད་པ་དེ་ཡང་མགོ་ཅན། འདི་ལ་མ་བྱས་གསུང་བ་ཡིན་ན་ད་མ་འོངས་པ་ད་ལྟ་བ་སྡེ་པ་སྐུ་ཚིགས་བཞི་ཅེས། འདི་ཆ་ཚང་མ་འོངས་པ་འདི་ཆ་ཚང་ད་ལྟ་བ་འདི་ཆ་ཚང་སྡེ་པ་འདི་ཆ་ཚང་སྐུ་ཚིགས་རེད་ད་ཁོ་རང་གི་ཐུན་མོང་མ་ཡིན་པའི། ཐ་སྙད་ཀྱི་དབང་དུ་བཏང་ན་འདི་ཆ་ཚང་བྱ་ཚིག་རེད་འདི་ཆ་ཚང་བྱེད་ཚིག་རེད་འདི་ཆ་ཚང་བསྡད་ཚིག་རེད་འདི་ཆ་ཚང་བསྐུར་ཚིག་རེད་བ། ཡང་ན་འདི་ཆ་ཚང་བྱ་བ་རེད་འདི་ཆ་ཚང་བྱེད་པ་རེད་འདི་ཆ་ཚང་བསྡད་པ་རེད་འདི་ཆ་ཚང་བསྐུར་ཚིག་འོ་འདུག་ཅེས་ནས་ད། ཐ་སྙད་ག་རེ་བུད་ཅེས་བཏང་ན་ཡང་འགྲིག་གི་རེད། ད་བྱ་བ་བཏང་ནས་བསྡད་པ་ཕོ་ཡིས་ཕུལ་ཞིང་ཟེར་བྱེད་ཚིག་ཕུལ་བྱེད་མེད་པ་ཟེར་ཏག་ཏག་ཡོད་རེད། ད་བྱ་བ་ག་རེད་བྱ་བ་ཟེར་ན། མ་འོངས་པ་ལ་བསྐུར་དགོས་རེད་བ། ད་མ་འོངས་པ་ཆ་ཚང།

མ་འོངས་པ་དེ་སྔོན་ཆུ་ཕོ་བ་ཡིན་པར་མ་ཟད་སྡེ་ཚིག་དེ་ཡང་སྔོན་ཆུ་ཕོ་བ་ཡིན་ཏེ་བའོ་ར་ཙ་ད་ཙམ་མ་ས་ཙམ་ཟེར་དུས་ད་དེ་ལ་སྔོན་ཆུ་ཕོ་བ་དུ་བ་དེ་ག་ནང་ཞིག་བྱས་ནས་དེ་ལ་ཡང་སྔོན་ཆུ་ཕོ་བ་ཡོད། སྡེ་ཚིག་དེ་ཡང་སྔོན་ཆུ་ཕོ་བ་དེ་དུ་བྱ་བ་དང་ནི་སྡེ་བ་ཕོ་ཡིས་བུར་བ་ཏག་ཏག་ཆགས་སོ། བྱ་བ་དེ་ཙམ་ཟེར་བ་དེ་དང་སྡེ་བ་ཙམ་ཟེར་བ་གཉིས་པོ་དེ་སྔོན་ཆུ་ཕོ་བ་ཡིག་གིས་བུར་བ་ཡིན་པར་ཆགས་ཏེ་ཡོད། བྱེད་ཚིག་འཕུར་བྱེད་མེད་པར་ད་དེ་ལ་རྗེ་རྩེ་ཕུད་བྱེད་མེད་པ་ད། མ་འོངས་པ་དང་འདས་པ་གཉིས་ཀྱི་སྔོན་འཇུག་དེ་འདྲ་ཡིན་པ་ཡིན་ན་རྗེ་ཚིག་སྟེ་ད་ལྟ་བ་དེ་ག་འདྲ་འདྲ་བོ་ཡིན་ཟེར་ན་སྔོན་འཇུག་མེད་པ་ཡིན། དེ་ཕུད་བྱེད་མེད་པ་ཡིན་ཏག་ཏག་མི་འདུག་བ། སྔོན་འཇུག་ཡོད་མ་རེད་ར་རྩ་ད་རྩ་ནོར་རྩོམ་མ་རྩོམ་ཟེར་ནས་འོ་འདུག་བྱས་ནས་ད་དེ་དུས་བྱ་བ་དང་ནི་འདས་པ་ཕོ་ཡི་བུ་ཟིན། རྗེ་རྩེ་ཕུད་བྱེད་མེད་པ་ཏག་ཏག་ཆགས་སོ་བ་དེ་རྩམ་རྩོམ་རྩམ་རྩོམ་ཟེར་ད་སྐུལ་ཚིག་ལ་ཇུས་གཏོགས་ཡོད་མ་རེད་ཟེར་ནས་ཁ་ཚང་ཞུས་ཡོད་བ། འོ་འདུག་བྱས་ནས་ད་དེ་ཡང་ག་རེད་མགོ་ཅན་དང་པོ་མགོ་ཅན་རེད་ད་ད་འདི་མགོ་ཅན་རེད་བ།

མགོ་ཅན་གསུམ་ཀ་ཡང་དེ་ལ་ཁྱེད་རྣམ་པ་དཔེ་མཚོན་གྱི་ཆེད་དུ་བྲིས་བཞག་ཡོད། ད་དེ་འོག་འོག་དེ་ཚོའི་དབང་དུ་བཏང་ན་ཡང་འདི་བྱ་བ་དེ་འདས་པ། ཕོ་བ་ཡིག་གི་ཕོ་བ་ཡིན་པ། ནི་དེ་ག་ནང་བཞིན་བྱས་ནས་འདས་པ་གོང་དང། བྱ་བ་དེའང་སྔོན་བྱུང་ཕོ་བ་ཡིག་གི་ཕོ་བ་ཡིན་པ་དང་འདས་ཚིག་དེའང་སྔོན་བྱུང་ཕོ་བ་ཡིག་གི་ཕོ་བ་ཡིན་པ། ཡིན་ན་ཡང་བྱས་ཚིག་དེ་ལ་ཕུལ་བྱེད་མེད་པ་ཡིན་པ། དེ་ག་ནང་བཞིན་འདི་བྱ་བ་དེ་བ་བོ་ལ་ད་ད་ལྟ་བ་བཏབ་ཟེར་དུས་སྔོན་བྱུང་ཕོ་བ་ཡིག་གི་ཕུལ་བ་ཡིན་པ།

ནི་རྗེས་ཚིག་དེ་མངོན་རྒྱུ་མེད་པ་ཡིན་པ་དེ་ག་ན་བྱེད་ཀང་ཀོང་ཀང་ཀོང་ཟེར་དུས་བྱ་བ་དང་བཟླས་པ་གཉིས་པོ་དེ་མངོན་རྒྱུ་ཕོ་བ་དང། རྗེས་ཚིག་དེ་མངོན་རྒྱུ་མེད་པ་ཡིན་པ་ཕོ་སྐྱེས་མེད་པ་ཡིན་པ་འོ་དེ་འདྲས་ཀྱི་སྡེ་ཚན་ཅིག་ད་དེ་འདྲས་འདྲ་བོ་ཅིག་ཡོད། ད་དེ་ཡང་ག་རེ་ཟེར་ན་མགོ་ཅན་ཡིན་པ། ཆ་ཚང་མགོ་ཅན་རེད་དོ། དེའི་འདུས་ས་ནི་ད་དུས་གསུམ་བྱེ་བྲག་པའི་མངོན་རྒྱུ།

མ་འོངས་པའི་གི་སྔོན་འཇུག་ཡིན་ན་ཡང་འཕོ་བ་ཡིན་པའི་ཁྱབ་པ་ཡོད་དེ་འདུས་མ་འོངས་པ་དང་འདས་པ་གཉིས་པོ་དེ་སྔོན་འཇུག་འཕོ་བ་ཀྱང་ཉར་དེ་བསྡུ་བ་སྔོན་འཇུག་འཕོ་བ་སྔོན་འཇུག་འཕོ་བ། ཡིན་ན་ཡང་ད་ལྟ་བ་ལ་སྔོན་འཇུག་འཕོ་བ་ལས་ན་འགྲིག་གི་མ་རེད། ད་ད་ལྟ་བ་དེ་ད་ལྟ་སྐབས་སུ་བབ་པ། འཕོ་བྱེད་མེད་པ་དེ་ད་དེ་ད་ཀྱི་གོང་དུ་ཁྱད་པར་དེ་གི་དབང་དུ་བཏང་བྱ་བ་ཡིན་ན་བྱ་བ་དང་ནི་འདས་པ་འཕོ་ཡིས་འཕོ་ཏག་ཏག་བཞག་སོང་བ། བྱ་བ་དང་འདས་པ་གཉིས་པོ་དེ་སྔོན་འཇུག་འཕོ་བ་ཡིས་འཕོ་བ།

འདི་ཡང་འཇུ་ས་དེ་མེད་པ་ཡིན་ན་དེ་ག་རེ་ཆགས་འགྲོ་གི་རེད་ཟེར་ན་འདི་མ་འོངས་པ་དང་གཅིག་པ་ཆགས་འགྲོ་གི་རེད་བྱ་བ་དང་གཅིག་པ་ཆགས་འགྲོ་གི་ཡོད། བའོ་ར་ཛ་དང་ཙམ་མ་ཙམ་བའོ་ར་ཛ་ཙམ་མ་གཅིག་པ་ཆགས་སོ། ད་དེ་ལྟ་བུ་འདི། ཁོ་རྣམ་པར་ཕྱེ་ཡག་གི་ཆེད་དུ་འདི་སྡེ་ཚིག་ཡིན་པ། བྱ་བ་བྱས་ཟིན་པ་ཡིན་པ་སྟོན་ཡག་གི་དྲ་མ་འདྲ་བ་ཅིག་སྟོན་ཡག་གི་ཆེད་དུ་ས་དེ་སྦྱར་བྱ་དེ་འོ་བྱ་བ་བྱས་ཟིན་པ་རེད་བསྟན་གི་འདུག་སྡེ་ཚིག་རེད་བྱ་སྡེ་པ་རེད་བྱ་ཟེར་ནས་ལམ་ས་འགོ་ར་འདི་ཧ་གོ་འགྲོ་གི་འདུག་བ་འདི་ལ་ས་མེད་དུས་ཙམ་ནས་འདི་མ་འོངས་པ་རེད་འདུག་ཟེར་ནས།

དེ་བྱེད་འཇུག་ང་ཡི་རྗེས་སུ། ཡང་འཇུག་ས་དེ་འཇུག་རོ་བ་དེ་ཡིན་པར་སོང་ཙང་གོ། བྱེད་འཇུག་དང་མཉམ་དུ་ལ་ཡང་བསྐྱར་ས་ཅིག་སྦྱར་ཡོང་དུས་དེ་ནི་གར་ཆགས་འགྲོ་གི་རེད་ཟེར་ན་སྡེ་ཚིག་བསྟན་འགྲོ་གི་ཡོད། འདི་མེད་ན་མ་འོངས་པ་དེ་གཅིག་པ་ཆགས་འགྲོ་གི་རེད། དེ་ག་ནང་བཤད་བྱས་ནས་འདི་གོམ། ཟེར་བའི་སྐུ་ཚིག་དེ་ཡང་འཇུག་ས་གིས་བསྟན་གི་ཡོད་རེད་ཀོང་ཟེར་བའི་སྐུ་ཚིག་དེའང་ཡང་འཇུག་ས་གིས་བསྟན་གི་ཡོད། དེ་ཡང་འཇུག་ས་གཉིས་དེ་མེད་ན་དེ་གོམ་ཟེར་བའི་གི་ད་ལྟ་བ་དེ་དང་ཀོང་ཞེས་པའི་གི་ད་ལྟ་བ་དང་ཁྱད་པར་མེད་པ་ཆགས་འགྲོ་གི་རེད་སོང། འོ་དེ་ཡིན་པར་སོང་ཙང། དུས་གསུམ་བྱེ་བྲག་པའི། འདས་ཚིག་དང་སྐུ་ཚིག་འདི་ཚོ་ག་རེ་གི་སྟེང་གི་རེད་ཟེར་ན་སྤྱི་ཡོངས་ཀྱི་དབང་དུ་བཏང་ན། སྐབས་འགའ་ཤས་ལ་ཁྱབ་པ་ཡོད་མ་རེད། ཡང་འཇུག་གི་བསྟན་པ་མ་ཡིན་པ་བཅས་རྗེས་འཇུག་ས་ཡིག་བསྟན་པའི་བསྟན་མཁན་ཡོད་རེད། ཡིན་ན་ཡང་སྤྱི་ཡོངས་ཀྱི་ཆ་ནས་མང་ཆེ་བ་དེ་ག་རེ་གི་སྟེང་གི་རེད་ཟེར་ན། འདས་ཚིག་དང་སྐུ་ཚིག་གཉིས་པོ་དེ། དུས་གསུམ་བྱེ་བྲག་པ་རེད་ད་གཞི་ཆགས་དུས་གསུམ་བྱེ་བྲག་པའི་འདས་ཚིག་དང་སྐུ་ཚིག་གཉིས་པོ་དེ་ཡང་འཇུག་ས་ཡིག་གི་སྟེང་གི་རེད། འོ་དེ་ད་ངེས་པར་དུ་མཁྱེན་པ་བྱེད་དགོས་རེད་ད། ཡང་འཇུག་ས་ཡིག་གི་བདེན་པ་ལྟར་དེ། སྐབས་འགར་དེ་དང་སྐུ་ཚེགས་གཉིས་པོ་ནི་སྤྱིར་འཇུག་ས་ཡིག་ཀྱང་སྟོན་པ་དང་ཟེར། ད་འདི་ལ། དུས་གསུམ་བྱེ་བྲག་པའི་གི་སྡེ་ཚན་དང་པོ་འདིའི་དབང་དུ་བཏང་ཞེ་ན། འདི་གི་ལྡོག་ཕྱོགས་དེ། འདི་གི་ཤུགས་བསྟན་དེ་འདི་ལ་སྦྱར་དགོས་རེད་ད། དངོས་བསྟན་དེ་ད་འདི་ལ་ཡོག་མ་ར་སྐབས་འགར་དེ་དང་སྐུ་ཚེགས་གཉིས་པོ་ནི་སྤྱིར་འཇུག་ས་ཡིག་ཀྱང་སྟོན་པ་དང་ཟེར་ཏེ། སྡེ་ཚན་དང་པོ་དེ་ཆགས་ཡོག་མ་ར་སྡེ་ཚན་ཐ་མ་དེ་ཆགས་དེ་ཡོག་ར་ཡིན་ན་ཡང་འདིའི་ཤུགས་ལ་འདི་གོ་དགོས་གོ་རེད། འོ་འདུག་བྱས་ནས།

ད། མདོག་ཅན་དེ་ག་རེ་ཟེར་ན་མ་འོངས་པ་ད་ལྟ་བ་འདས་པ་སྐུ་ཚེགས་ཆ་ཚང་དཔེར་བརྗོད་ཀྱི་ལམ་ནས་མ་བྲིས་བྱས་ཡོད་དཔེར་ན་བོའུ་ས་ར་ད་ས་ཞིབ་སུ་ང་སུང་ས་ར་ད་ས་ཞིབ་སུ་ང་སུང་བོའུ་ས་ར་ད་ས་ཞིབ་སུ་ང་ས་སུང་ས་ར་ད་ས་ཞིབ་སུ་ང་ས་སུངས། ད་འདི་ཚོ་ཆ་ཚང་ག་རེ་མདོག་ཅན། མདོག་ཅན་དེ་ག་རེ་ཡ་ད་ར་ད་ལ་ད་ཟེར་ནས་ད། འདི་ལ་ར་ད་དང་ལ་ད་རྣམ་པ་གཉིས། མ་བྲིས་བྱས་ཡོད།

མདོག་ཅན་གྱི་དེ་ཟན་ད་དེ་གར་ཆགས་སོང་བྱ་བ་དང་ནི་འདས་པ་ཕོ་ཡིས་ཕོ་བ་འདི། ཁྱད་པར་དང་པོ་དེ་ཏག་ཏག་ཚང་སོང་བ། བྱ་བ་མ་འོངས་པ་ཆ་ཚང་ཡང། སྔོན་འཇུག་ཕོ་བ་ཡིག་གིས་ཕོ་བ་ཡིན་པ། འདས་པ། འདས་ཚིག་དེ་ཚོ་ཆ་ཚང་ཡང་སྔོན་འཇུག་ཕོ་བ་ཡིག་གིས་ཕོ་བ་ཡིན་པ། ད་ཁྱད་པར་དང་པོ་དེ་ཏག་ཏག་དུ་བ། རྗེས་ཚིག་བར་ཆད་ཕུར་ཆད་མེད་པ་ཡིན་པ་ཏག་ཏག་རེད་སོ། བྱེད་རྩིག་ཕལ་ཆེ་བ་དག་ཕུལ་བྱེད་མེད་པ་ཡིན་པ་ཨཱ། ད་བྱེད་རྩིག་རྩ་བ་ཉིད་ནི། བྱེད་རྩིག་ལ་ཕུལ་བྱེད་རྩ་བ་ཉིད་ནི་ཡོད་མ་རེད་མངོན་བརྗོད་རྩ་བ་ཉིད་ནི་ཡོད་མ་རེད་མེད་པ་ཡིན་པ་ཨཱ། དེའི་རྗེས་སུ་སྐབས་འགར་དེ་དང་སྐུ་ཚིག་གཉིས་པོ་ནི་རྗེས་འཇུག་ས་ཡིག་རྐྱང་པའི་སྟོན་པ་དང་ཟེར་དུས་ད་དེ་སྐབས་འགའ་ཞིག་ལ་དེ་ཚིག་དང་སྐུ་ཚིག་གཉིས་པོ་རྗེས་འཇུག་ས་ཡིག་གི་རྐྱང་པའི་སྟོན་གྱི་རེད་ཟེར་དུས་ཤུགས་ལ་གར་བསྟན་དགོས་ཟེར་ན། སྤྱི་ཡོངས་ཀྱི་ཆ་ནས།

དེའང་ནང་བཞིན་གྱིས་ནི་སྲེག་ཟེར་དེའི་བཟླས་པ་དེ་ཡང་འཇུག་གི་སྟོབས་ཀྱིས་དེའང་ཡང་འཇུག་ཡང་འཇུག་ཡང་འཇུག་ཡང་འཇུག་འོ་དེ་ཡང་འཇུག་དེ་ཚོ་གནས་མི་ཡོང་དུས་དེ་མ་འོངས་པ་ལས་ཐ་དད་ཆ་ནས་བདེ་གཟིགས་ཡིན་པ་བསྟན་འགྲོ་གི་ཡོད། ཡང་འཇུག་དེ་གི་སྟོབས་ཀྱིས་བདེ་གཟིགས་ཡིན་པ་སྟོན་དགོས་ཡང་འཇུག་དེ་མེད་ན་མ་འོངས་པ་དང་བདེ་གཟིགས་གཅིག་པ་ཆགས་འགྲོ་གི་རོ། འོ་དེའང་ནང་བཞིན་གྱིས་ནི། བཟླས་པ་ཆགས་སོ་ད་སྐུལ་ཚིག་སྐུལ་ཚིག་དེ་ཡང་ག་རེ་ཡང་འཇུག་ས་དེ

ད་དེ་ལྟ་བུ་གི་ཡང་འཇུག་ས་རྒྱབ་དགོས་བའི་གི་སྐབས་དང་ཡང་འཇུག་ས་རྒྱབ་མི་དགོས་བའི་སྐབས་དེ་འདྲས་ག་འདྲས་ཅིག་བརྟག་གོ་རེད་ད་དད་པ་དང་སྐུ་ཚེ་གཉིས་ལ་ཡང་འཇུག་ས་དེ་ག་དུས་བྲི་དགོས་རེད་ག་དུས་བྲི་དགོ་བྲི་རྒྱུ་ཡོག་མ་རེད་མ་བྲི་ན་ད་བྲི་རྒྱུ་ཡོག་མ་རེད་ཟེར་མ་བྲི་ན་ཡང་ཆོག་གི་རེད་བས་ཟེར་ན། ད་བྲི་དགོས་པའི་སྐབས་དེ་ག་དུས་རེད་ཟེར་ན། ཡང་འཇུག་ས་དེ་མ་རྒྱབ་པ་ཡིན་ན་འདི་སྡེ་ཚིག་འདི་མ་འོངས་པ་དང་འཁྲུལ་གཞི་ཡོག་སོང་བ་ཡིན་ན་ཨ་ནི་ཡང་འཇུག་ས་རྒྱབ་དགོ་རེད་ཟེར།

འཁྲུལ་གཞི་ཡོད་རེད་ཟེར་དུས་དེ་དེབ་དེ་ཚིག་དེ་དེ་ལག་ཉིད་དུ་སྟོན་ཐུབ་ཀྱི་མ་རེད་དེ་ཚིག་ཡིན་པ་རང་སྟོབས་ཀྱིས་སྟོན་ཐུབ་ཀྱི་མི་འདུག་འདི་ཡིན་པ་སོང་ཙང་ཡང་འཇུ་ས་རྒྱབ་དགོས་རེད་དེ་ག་ནང་བཞིན་སྐུལ་ཚིག་དེ་ཡང་ཡང་འཇུ་ས་དེ་ག་དུས་རྒྱབ་དགོས་རེད་ཟེར་ན་ད་ལྟ་བ་དང་འཁྲུལ་གཞི་ཡོད་སོང་བ་ཡིན་ན། ད་ལྟ་བ་ཡིན་ན་རེད་མ་འོངས་པ་ཡིན་ན་རེད་འདས་པ་ཡིན་ན་རེད་ད་མདོར་ན་ག་རེ་ཡིན་ན་ཡང་མདོར་ན་ཁོ་རང་གི་དུས་གསུམ་པོ་དེ་དང་འཁྲུལ་གཞི་ཡོད་སོང་བ་ཡིན་ན་འཁྲུལ་གཞི་ཡོད་པའི་རིགས་ལ་ཡང་འཇུ་ས་ངེས་པར་དུ་རྒྱབ་དགོས་རེད་ནོར་སོགས་ཡོད་པ་རིགས་ལ་ཡང་འཇུ་ས་ངེས་པར་དུ་རྒྱབ་དགོས་རེད་ཟེར་ད་དེ་ཡིན་དུས་ཡང་འཇུ་ས་རྒྱབ་དགོས་དང་མི་དགོས་ཟེར་སྐད་ཆ་ཅིག་ཡོད་རེད་བ།

འོ་དེ་ཡིན་པ་སོང་ཙང་ད། འདི་ཡིན་ད། དེ་ཡིན་དུ་ཙང་ནི་ད་ཁོ་ཡང་ཅུང་ཟ་མ་བྲིས་ན་ཡང་འདི་ལ། འཁྲུལ་འགྲོ་ཡ་དང་འདི་ལ་འཁྲུལ་འགྲོ་ཡ་དང་འདི་ལ་འཁྲུལ་འགྲོ་ཡ། དེ་ཡིན་དུ་མ་འོངས་པ་དང་འདས་པ་དང་མ་འོངས་པ་དང་ད་ལྟ་བ་དང་སྐུ་ཚིགས་གསུམ་པོ་དང་འཁྲུལ་འགྲོ་ཡ་གི་ཉེན་ཁ་མི་འདུག་བ་ཁོ་རང་རང་སྟོབས་ཀྱིས་ཡང་ཅུང་ཟ་མ་བསྐྱལ་ན་ཡང་བ་འུ་བཏབ་བ་བཏབ་ཟེར་དུས་ཁོ་རང་དམིགས་བསལ་གྱི་ཆ་དེ་ཡོད་དུས་ཡང་ཅུང་ཟ་མ་བསྐྱལ་ན་ཡང་འགྲིག་གི་རེད་དེ་འདྲས་ལ། ཡང་ཅུང་ཟ་བྲིས་ན་ཡང་འགྲིག་གི་རེད་མ་བྲིས་ན་ཡང་འགྲིག་གི་རེད་གཉིས་ཀ་འགྲིག་གི་རེད་ཟེར། ད་འདི་ལྟ་བུ་ཡིན་པ་ཡིན་ན། འདི་འདི་བདེ་ཚིག་རེད་བ། དེ་ག་ནང་བཞིན་ད་འདི་འདྲ་བོ་ཡིན་པ་ཡིན་ན་ཡང་ཅུང་ཟ་མ་བྲིས་ན་འགྲིག་གི་རེད་བས་ཟེར་ན་བྲིས་ན་ཡང་འགྲིག་མ་བྲིས་ན་ཡང་འགྲིག་གཉིས་ཀ་འགྲིག་དེ་གན་དེ་འདྲ་རེད་བས་ཟེར་ན་མ་ཡིན་ཟེར་བ་རེད་གང་ཡིན་ཟེར་ན་འདི་ཡང་ཅུང་ཟ་མ་བྲིས་ན་འདི། ད་ལྟ་བ་དང་ད་འཁྲུལ་ཤེས་ཡོག་མ་རེད་དེ་ཡིན་ན་ཡང་མ་འོངས་པ་དང་འཁྲུལ་ཤེས་ཡོག་རེད་སོང་རེད་དེ་ནི་ས་ནི་ཁོ་ཡང་ཅུང་ཟ་དེ་མེད་ན་བདེ་ཚིག་དེ་རང་སྟོབས་ཀྱིས་སྟོན་ཐུབ་ཀྱི་མ་རེད་དེ་ཡིན་པ་སོང་ཙང་ཡང་ཅུང་ཟ་ངེས་པར་དུ་བྲིས་དགོས་རེད་དེ་རིགས་ལ་ངེས་པར་དུ་བྲིས་དགོས་རེད་ངེས་པར་དུ་བྲིས་དགོས་རེད་འདི་འཁྲུལ་ཤེས་ཡོག་རེད་སོང་ད་འདི་འདྲ་བོ་ཡིན་པ་ཡིན་ན་ཡང་ཅུང་ཟ་ངེས་པར་དུ་མ་བྲིས་ན་ཡང་འགྲིག་གི་རེད། བྲིས་ན་ཡང་འགྲིག་གི་རེད་མ་བྲིས་འགྲིག་གང་ཡིན་ཟེར་ན་འདི་འཁྲུལ་ཤེས་ཡོད་མ་རེད་ཟེར་མ་འོངས་པ་ལ་གའུ་བཏབ་པ་བཏབ་འདས་པ་ལ་འོ་བཏབ་རིན་པོ་བཏབ་ཟེར་ཏེ། སྐུ་ཚིག་ལ་ཐ་ན་རུ་ཐོབ་པ་ཟུར་ཐོབ་དེ་མ་བྲིས་ན་ཡང་འགྲིག་གི་ཡོད་རེད་ཕ་གི་འཁྲུལ་ཤེས་མི་འདུག་བ་ཁོ་རང་རང་སྟོབས་ཀྱིས་འདས་ཚིག་བཏོན་འགྲོ་གི་འདུག་བ་འོ་དེ་འདྲས་བྱས་ནས་ད་གཙོ་བོ་ནོར་སོ་ཡོད་མེད་ཀྱི་ཐོག་ནས་འཁྲུལ་ས་ཡོད་མེད་ཀྱི་ཐོག་ནས་ཡང་འཇུག་བྲིས་མ་བྲིས་ཀྱི་གནད་འགག་དེ་དེ་ལ་ཐུག་བསྡད་ཀྱི་ཡོད་རེད་ཟེར་ད་དེ་ག་ནང་བཞིན་སྐུ་ཚིག་དེ་ཡིན་པ་ཡིན་ན་ཡང་ད་འདི་སྐུ་ཚིག་འདི་འདུག་བ་འདི་སྐུ་ཚིག་འདི་ལ་ཡང་ད་ཐ་ན་རུ་ཐོབ་པ་ཟ་ཐོབ་ཟེར་ད་ངས

མ་འོངས་པ་དང་འདས་པ་གཉིས་དང་འཁྲུལ་ཤེས་མེད་ན་ཡང་ད་ལྟ་བ་དང་འཁྲུལ་ཤེས་ཡོད། ད་ལྟ་བ་དང་ནོར་འགྲོ་ཡག་གི་ཉེན་ཁ་ཡོད་རེད་གསུངས། དེ་ཡིན་པ་སོང་ཙང་ཡང་འཇུ་ས་ངེས་པར་དུ་བྲི་དགོས་རེད་མ་བྲིས་ན་གསུངས་འདི་བྱ་རོགས་ནི་ད་ལྟ་བ་དང་སྐུ་ཚེ་ཉི་ཅི་བ་འདྲ་བ་བྱས་ན་ཨང་སྐུ་ཚིག་འདི་དེ་ལག་ཉིད་དུ་སྟོན་ཐུབ་གི་མ་རེད་བ་ལས་དང་པོ་བ་དེ་ཚོ་གི་ལམ་སང་བ་རེད་འདི་བསྐུལ་མ་བརྒྱབ་པ་ཡིན་པ་ཅིག་སྐུལ་མེད་ཀྱི་ཚིག་ཡིན་པ་ཅིག་དེ་ལག་ཉིད་དུ་གོ་ཐུབ་གི་མ་རེད་བ། དེ་ལ་ཉིད་དུ་བརྡ་སྤྲོད་ཐུག་གི་མ་རེད་དེ་འབའ་སོང་ས་སྐྱོན་ཡོད་རེད། དེ་འབའ་སོང་ས་དེ་ལ་དེ་ཚོ་རིག་ཆ་ཚང་ལ་ག་རེ་བྲི་དགོས་རེད་ཟེར་ན་ཡང་བཅོས་ས་ངེས་པར་དུ་བྲི་དགོས་རེད་མ་བྲིས་ན་ཆོག་གི་མ་རེད་ཡིན་གྱི་མིན་གྱི་བྲི་དགོས་རེད་ཟེར། འོ་ད་དེ་གནད་འགག་དེ་ངེས་པར་དུ་ཁེལ་དགོས་རེད་ད་ཁྱེད་རྣམས་དེ་ག་རེའི་ཐོག་ནས་ལེགས་དགོས་རེད་ཟེར་ན་དུས་གསུམ་བྱེ་བྲག་པ་དེ་གི་ཐོག་ནས་སྐབས་འགར་དེ་དང་སྐུ་ཚེ་སྙིང་པོ་ནི་བྱེ་འཇུག་ས་ཡིས་རྐྱང་པའི་སྟོན་པ་དང་ཟས་དེ་གི་དངོས་བསྟན་དང་ཤུགས་བསྟན་རྣམ་པ་གཉིས་གི་ཐོག་ནས་ད་དེ་ཤུགས་བསྟན་དེ་གི་ཐོག་ནས་ལེགས་ཡོང་དགོས་རེད་བ་ད་དངོས་བསྟན་དང་ཤུགས་བསྟན་གཉིས་ཀ་གི་གོ་བ་དེ་གི་ཐོག་ནས་ད་ཡང་འཇུག་སྡེ་ཚིག་ལ་ཡང་འཇུག། བྲི་དགོས་པ་དང་མི་དགོས་པ་སྐུ་ཚིགས་ལ་ཡང་ཡང་བཅུག་ད་བྲི་དགོས་དང་མི་དགོས་ཟེར་ཡག་གི་གནད་འགག་དེ་ག་བ་ཐུག་ཡོད་ཟེར་ན་ད་ཁོ་རང་དུས་གསུམ་པོ་དེ་ནང་ཕན་ཚུན་ནང་ལོག་ལ་འཁྲུལ་ཤེས་འདུག་དང་མི་འདུག་ནོར་ས་འདུག་དང་མི་འདུག་དེ་ལ་བལྟ་དགོས་རེད་ནོར་ས་མེད་ན་ཡང་བཅུག་མ་བྲིས་ན་ཡང་འགྲིག་གི་རེད་ནོར་ས་ཡོད་ན་ཡང་བཅུག་ངེས་པར་དུ་བྲི་དགོས་རེད་གསུངས། དེ་ག་ནང་བཞིན་ང་རང་ཚོ་གིས་དཔེར་ན་ལག་པ་གིས་བཟུང་བའི་དོན་དག་ཡོད་རེད་བ་ལག་པ་གིས་བཟུང་བའི་དོན་དག། ལག་པ་གིས་བཟུང་བའི་དོན་དག་གི་སྐུ་ཚིགས་དེ་སྡེ་ཚིག་ག་འདྲས་རེད་ཟེར་ན་བོའུ་ས་བཞིན་བཅུ་བཟུང་ང་བཟུང།

སྐུ་ཚིགས་གཉིས་པོ་དེ་དང་ནོར་སོགས་ཁོ་ན་ཡོད་མ་རེད་རྩ་བ་ཉིད་ནས་ད་མ་འོངས་པ་དང་ནོར་སོགས་འདུག་ས་ན་མ་འོངས་པ་དངོས་བྱུང་ག་རེད། སྡེ་ཚིག་གི་དངོས་བྱུང་བ་ཡིན་འདུག་ས་ནི་དེའང་ནོར་སོགས་ཡོད་མ་རེད་དེ་ཡིན་པ་སོང་ཙང་ཁོ་ནོར་སོགས་མི་འདུག་ཨ། ད་ལྟ་བ་དང་མ་འོངས་པ་དུ་སྐུ་ཚིགས་དང་ནོར་སོགས་མེད་པ་སོང་ཙང་འདི་ལ། ཡང་འཇུག་ས་མ་བྲིས་ན་ཡང་འགྲིག་གི་བ་རེད་དེ་འདི་བ་འོ་ས་ཞིམ་ཞིག་བཟུང་ང་བཟུང་ཟེར་ནས་འདི་གཅིག་གི་བ་བྲིས་བཞག་ན་འགྲིག་གི་བ་རེད་བྲིས་ན་ཆོག་གི་བ་རེད་ད་ཡང་འཇུག་ས་བྲིས་ཉེན་འགྲོ་ན་ཡང་རེད་མ་བྲིས་བྲིས་ན་ཡང་སྐྱོན་ཡོད་མ་རེད་བྲིས་ན་འགྲིག་གི་བ་རེད་གནའ་སྔ་མོ་གི་ཡིག་རྙིང་མང་ཆེ་བ་ན་ལ་ད།

ཁོ་ཕུན་སུམ་ཚོགས་པའི་གྱི་ཡན་ལག་བྱས་ནས་མཆོག་ཏུ་གྱུར་པའི་དབང་དུ་བཏང་ན་ཡང་འཇུག་ས་བྲིས་ན་ཡག་ཡོད་ས་གཞི་ཟུང་ང་ཟུང་ཐུགས་རྗེས་ཟུངས་ཤིག་ཟེར་ནས་རེ་བ་འོ་དེ་འདྲ་བྲིས་ན་ལྟ་ཡག་ཡོད་རྦད་ཁོ་ར་ཡག་དེ་སྐུ་ཚིག་གཙང་མ་གཙང་རྐྱང་བྱ་འགྲོ་རེ་བ་དེ་ཟེར་ནས་ཡང། ང་ཚོ་གཉིས་ཟུང་ཟེར་བྱོས་རེ་བ་གཉིས་མཉམ་དུ་ཡོད་པ་བྱས་ལ་ཟུང་ཅིག་ཟེར་གྱི་རེ་བ་འོ་དེ་འདྲ་དགོས་གྱི་ཟུང་ད་ཡང་ཁོ་རྦད་ཁོ་རང་དེ་བཞིན་ཡང། འཁྲུལ་བྲལ་ཉེན་ཁ་ཡོད་རུང་བ་ཅུང་ཟད་ཉེན་ཁ་ཡོད་དུས་ཟ་ཞིམ་ཟུག་ང་ས་བཟུང་ཟེར་ན་ད་སྐུ་ཚིགས་རྩོད་པ་མེད་པ་བྱས་ནས་སྐུ་ཚིགས་ཆ་ཚང་ལ་ས་ད་རྒྱབ་བཞག་ན་ཡག་ཤོས་རུང་བ། ད་ཡིན་ན་ཡང་འདི་མ་བྲིས་ན་ཡང་འགྲིག་གི་ཡོད་གང་ཡིན་ཟེར་ན་ད་འདི་འཁྲུལ་ཤེས་མི་འདུག་བ་འདི་དང་འཁྲུལ་བའི་ཉེན་ཁ་ཡོད་མ་རེད་འདི་དང་འཁྲུལ་བའི་ཉེན་ཁ་ཡོད་མ་རེད་འདི་དང་འཁྲུལ་བའི་ཉེན་ཁ་ཡོད་མ་རེད་ཟ་ཞིམ་ཅིག་ཟུག་ང་བཟུང་ཟེར་ནས་ཁོ་རང་གཅིག་པོ་བྲིས་བཞག་ན། འཁྲུལ་ཤེས་རྩ་བ་ཉིད་ནས་མི་འདུག་བ་འདི། རྩ་བ་ནི་ནོར་འདྲ་བའི་ཉེན་ཁ་མི་འདུག་ཁོ་ལ་སྔོན་འཇུག་ཡོད་མ་རེད་དེ་ཚང་མ་ལ་སྔོན་འཇུག་འདུག་ཨ། དེ་མ་ཚོར་ནོར་སོགས་ཡག་མ་རེད་དེ་ལ་ད་ཡང་འཇུག་མ་བྲིས་ན་ཡང་འགྲིག་གོ་རེད་བྲིས་ན་ཡང་འགྲིག་གོ་རེད་ད་ཁྱེད་རྣམ་པ་སོ་སོ་གི་གདམ་ཁ་བྱས་ནས་སོ་སོ་འདོད་པ་རེད་ད་དེ་འདྲ་བོ་ཡིན་ན་ཡང་འཇུག་སུབ་བྱས་ན་ཡང་འགྲིག་གི་འདུག་ཨ། དེ་ག་ནང་བཞིན་དེ་འདྲ་བོ་ཡིན་པ་ཡིན་ན་ཡིན་ན་ཡང་ད་དེ་ཚོ་ཡང་འཇུག་སུབ་ན་འགྲིག་གི་ཡོད་རེད་བས་ས་ན་མ་བྲིས་ན་འགྲིག་གི་རེད་བས་ན་རྩ་བ་ཉིད་ནས་འགྲིག་གི་ཡོད་མ་རེད་མ་བྲིས་ན་འགྲིག་གི་ཡོད་མ་བྲིས་ན་ད་ལྟ་བ་དང་ནོར་འདྲ་བའི་གི་ཉེན་ཁ་ཡོད་རེད་དེ་ག་ནང་བཞིན་ཡང་འཇུག་ས་དེ་མ་བྲིས་ན་དེ་སྐུ་ཚིག་ཡིན་པ་དེ་ལག་ཉིད་དུ་སྟོན་ཐུག་མ་རེད་དེ་ངེས་པར་དུ་ཡང་འཇུག་བྲིས་དགོས་གི་རེད། ཨོ་དེ་ཡིན་དུས་ད་དེ་གི་གར་སྟེང་འོར་ཟིན་ན་སྐབས་འགར་དེ་དང་སྐུ་ཚེ་གཉིས་པོ་བྱེ་འཇུ་ས་ཡིག་བརྐྱང་བའི་བསྟོད་པ་དང་དེའི་ཞོར་ལ་ཉམས་རྟོགས་ལ་གར་མཁྱེན་པར་ཅིག་འོར་ཟིན་ན་སྡེ་ཚིག་དང་སྐུ་ཚེ་གཉིས་པོ་ལ་ཡང་འཇུག་བྲིས་དགོས་དང་མི་དགོས་ཀྱི་གནད་འགག་དེ། ཨོ་དེ་གནད་འགག་དེ་ཆགས་སྡོད་ཀྱི་ཡོད།